ཞུ་ཡ་ཡིན་པས་ཚང་མས་སེམས་གསེང་ཡོང་བ་ཞུ། གསང་རྒྱུང་སྙིང་བསྡུས་ཁག་ནི། ཕྱི་ལོ་ཉིས་སྟོང་ཉིས་བརྒྱ་ཟླ་བ་ལྔ་པའི་ཚེས་སུམ་ཅུ་ཉིན་བོད་གཞུང་ཁྲི་བརྟན་ལི་ཀོང་དང་མ་སུ་རི་བོད་ཁྱིམ་མཉམ་རུབ་ཐོག་དྲ་ལམ་བརྒྱུད་འཛམ་གླིང་སེམས་ཁམས་འཕྲོད་བསྟེན་ཉིན་མོ་སྲུང་བརྩི་ཞུས་པའི་སྐོར་ཕྱི་ལོ་ཉིས་སྟོང་ཉིས་བརྒྱ་ཟླ་བ་དྲུག་པའི་ཚེས་བཞི་ཉིན་འཛིན་རིམ་བཅུ་གཉིས་སློབ་མ་རྣམས་རང་ཁྱིམ་དུ་མ་ལོག་སྔོན་ལ་མ་སུ་རི་བོད་ཁྱིམ་ནས་སློབ་ཕྲུག་ཚོ་ཏོག་དབྱིབས་ཀྱི་བརྟག་དཔྱད་བྱེད་མཁན་རྣམས་འདི་ག་སློབ་གྲྭས་སྨན་ཁང་དུ་སྤྱོད་འབུལ་གནང་ཡོད་སྐོར། ཕྱི་ལོ་ཉིས་སྟོང་ཉི་ས་གཅིག་ཟླ་བ་དྲུག་པའི་ཚེས་བཞི་ཉིན་མ་སུ་རི་བོད་ཁྱིམ་ཤེས་ཡོན་དང་སློབ་དཔོན་འགན་འཛིན་རྒྱལ་བསྟན་ཆོས་མཆོག་གླང་ལགས་ཀྱིས་འཛིན་རིམ་བཅུ་གཉིས་སློབ་ཐོན་རྣམས་ལ་སློབ་ཡོན་ཞུ་སྦྱོར་ལམ་སྟོན་གནང་ཡོད་སྐོར། ཕྱི་ལོ་ཉིས་སྟོང་ཉི་ས་གཅིག་ཟླ་བ་དྲུག་པའི་ཚེས་བཅུ་གཉིས་ཉིན་དཔལ་ལྡན་ས་སྐྱ་བྲོས་མ་ཕོ་བྲང་བླ་བྲང་ནས་མཐུན་འགྱུར་གནང་བའི་ཐོག་རཱཇ་པུར་བོད་ཁྱིམ་སློབ་གྲྭའི་རང་ལོ་ཤོ་བརྒྱད་ཡིན་གྱི་ལས་བྱེད་དང་སློབ་ཕྲུག་རྣམས་ལ་ཏོག་དབྱིབས་སྔོན་འགོག་གི་སྨན་ཁབ་རྒྱག་ཐུབ་བ་བྱུང་ཡོད་སྐོར། མ་སུ་རི་བོད་ཁྱིམ་སློབ་ཁྲིད་འཛིན་རིམ་བཅུ་གཅིག་གི་སློབ་མ་ཤ་རི་བུ་དང་བསྟན་འཛིན་པ་སངས་གཉིས་ཤེས་རིག་ལས་ཁུངས་ཀྱི་སློབ་ཡོན་ཚན་པའི་གོ་སྒྲིག་འོག United World College ནང་ཚུད་པའི་སྐོར། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཟླ་བ་དྲུག་པའི་ཚེས་ཉི་ཤུ་གཉིས་ཉིན་ཤེས་རིག་ལས་ཁུངས་ཀྱི་གོ་སྒྲིག་འོག་སློབ་གྲྭ་ཁག་གི་དབུ་འཛིན་དང་སློབ་སྤྱིས་གལ་ཆེའི་སྨན་ཞབས་རྣམས་ལ་ཏོག་དབྱིབས་གཉན་རིམས་བཅུ་དགུ་གི་རྦ་རླབས་གསུམ་པ་དང་འབྲེལ་བའི་སྔོན་འགོག་དང་སྦྲགས་སྦྲིད་སྣང་ཕྱོགས་སྐོར་སྦྲགས་ཉེན་ཚོགས་འདུ་ཞིག་སྐོང་ཚོགས་གནང་ཡོད་སྐོར། གསར་འགྱུར་རྒྱས་པ་ཁག་གཤམ་དུ་ཞུ་རྒྱུ་ཡིན་པས་ཚང་མས་གསན་གཟིགས་ཡོང་བ་ཞུ། སྤྱི་ཟླ་ལྔ་པ་ནི་འཛམ་གླིང་སེམས་ཁམས་འཕྲོད་བསྟེན་གོང་འཕེལ་གྱི་ཟླ་བ་ཞིག་ཡིན་སྟབས། ཟླ་བ་ལྔ་པའི་ཚེས་སུམ་ཅུ་ཉིན་བོད་གཞུང་འཕྲོད་བསྟེན་ལས་ཁུངས་དང་མ་སུ་རི་བོད་ཁྱིམ་མཉམ་རུབ་ཐོག་འཛམ་གླིང་སེམས་ཁམས་འཕྲོད་བསྟེན་ཉིན་མོ་དྲ་ལམ་གྱི་སྲུང་བརྩི་ཞུས་ཡོད་འདུག་དེ་ཡང་མ་སུ་རིའི་མདུན་ལམ་སློབ་སྟོན་པ་རྒྱའི་བསྟན་འཛིན་ཆོས་འཕེལ་ལགས་ཀྱིས་འགན་བཞེས་པའི་ཐོག་འཛིན་རིམ་བརྒྱད་པ་ཡན་གྱི་སློབ་མ་རྣམས་ལ་འཕྲོད་བསྟེན་དགོངས་པའི་གཏོང་ཕྱོགས་ཀྱི་ལམ་སྟོན་དང་སློབ་ཕྲུག་རྣམས་ལ་བརྗོད་གཞི་དང་འབྲེལ་བའི་རི་མོའི་བྱེད་སྒོ་དང་རྩོམ་གོ་སྒྲིག་གནང་ཐུབ་པ་ཡང་བྱུང་ཡོད་འདུག། རྒྱ་ནག་ཝུ་ཧན་ནས་མཆེད་པའི་ཏོག་དབྱིབས་གཉན་རིམས་འདི་ཡི་རྐྱེན་པས་འཛམ་གླིང་ཡོངས་ལ་དཀའ་ངལ་བཟོད་ཐབས་མེད་པ་བཟོས་ཡོད་པར་བརྟེན་འདི་ལོའི་རྒྱ་གར་རྒྱལ་ཡོངས་འཛིན་རིམ་བཅུ་གཉིས་ཡིག་རྒྱུགས་མེད་པར་ཐག་གཅོད་གསལ་བསྒྲགས་བསྐྱངས་པ་སོང་སློབ་ཐོན་སློབ་ཕྲུག་ཚོ་རང་ཁྱིམ་དུ་ལོག་པར་ཏོག་དབྱིབས་རིམས་ནད་རྐྱེན་པས་ཏོག་ནད་བརྟག་དཔྱད་བྱེད་པའི་ནད་མེད་བསྙེན་ཐུབ་མ་བྱུང་ཚེ་མངའ་སྡེ་དང་གཞིས་ཆགས་ཁག་ནང་འགྲོ་རྒྱུའི་འཛུལ་ཞུགས་བྱ་ཐབས་མེད་པའི་གནས་སྟངས་ཆགས་པ་རྐྱེན་འདི་ག་བོད་ཁྱིམ་ནས་སློབ་ཕྲུག་ཚོ་ཏོག་ནད་བརྟག་དཔྱད་བྱེད་རྒྱུ་སྟབས་བདེ་ཡོང་ཆེད་བརྟག་དཔྱད་བྱེད་མཁན་འདི་ག་སློབ་ཁྲིད་སྨན་ཁང་དུ་ཆེད་ཕེབས་ཀྱིས་སློབ་ཕྲུག་ཚོ་བརྟག་དཔྱད་གནང་ཡོད་འདུག། ཕྱི་ལོ་ཉིས་སྟོང་ཉིས་ས་གཅིག་ཟླ་བ་དྲུག་པའི་ཚེས་བཞི་ཉིན་མ་སུའི་བོད་ཁྱིམ་ཤེས་ཡོན་དང་སློབ་དཔོན་གྱི་འགན་འཛིན་མཁས་བསྟན་འཛིན་མཆོག་ལང་ལགས་ཀྱིས་འཛིན་རིམ་བཅུ་གཉིས་སློབ་ཐོན་རྣམས་ལ་སློབ་ཐོན་ཞུ་ཕྱོགས་དང་འབྲེལ་བའི་ལམ་སྟོན་བཀའ་སློབ་ཟབ་རྒྱས་གནང་ཡོད་འདུག། རྒྱ་ནག་ཝུ་ཧན་ནས་མཆེད་པའི་ཏོག་དབྱིབས་གཉན་རིམས་ཀྱི་ནད་རླབས་གཉིས་པ་རྒྱ་གར་ནང་བྱུང་དང་འབྱུང་བཞིན་པའི་འོག་མི་མང་སྟོང་ཕྲག་མང་པོའི་ཚེ་སྲོག་ཤོར་བཞིན་པའི་གནས་སྟངས་དང། སྔོན་ཁབ་མི་རག་པའི་དཀའ་ངལ་སྐབས། ཕྱི་ལོ་ཉིས་སྟོང་ཉིས་བརྒྱད་ཀྱི་ཟླ་བ་དྲུག་པའི་ཚེས་བཅུ་གཉིས་ཉིན་དཔལ་ལྡན་སེ་གེ་སྒྲོལ་མ་ཕོ་བྲང་བླ་བྲང་ནས་མཐུན་སྦྱོར་གནང་བའི་ཐོག་རཱཇ་པུར་བོད་ཁྱིམ་སློབ་གྲྭའི་རང་ལོ་བཅོ་བརྒྱད་ཡིན་གྱི་ལས་བྱེད་དང་སློབ་ཕྲུག་རྣམས་ལ་ཏོག་དབྱིབས་སྔོན་འགོག་གི་སྨན་ཁབ། བརྒྱབ་ཐུབ་པ་ཡང་བྱུང་ཡོད་འདུག། མ་སུ་རི་བོད་ཁྱིམ་སློབ་ཁྲིད་འཛིན་རིམ་བཅུ་གཅིག་གི་སློབ་མ་ཤ་རི་བུ་དང་བསྟན་འཛིན་དཔའ་བཟང་གཉིས་ཤེས་རིག་ལས་ཁུངས་ཀྱི་སློབ་ཡོན་ཚན་པའི་གོ་སྒྲིག་འོག United World College ནང་ཚུད་ཐུབ་པ་བྱུང་ཡོད་པ་འདི་ནི་མ་སུ་རི་བོད་ཁྱིམ་ནས་སློབ་དཔོན་དེ་ལྟ་བུ་བཞེས་མཁན་ཐོག་མ་ཆགས་ཡོད་འདུག་ཁོང་རྣམ་པ་གཉིས་ལ་མ་སུ་རི་ཁྱིམ་ཚང་ཆེན་པོ་འདིའི་དགེ་ལས་སློབ་མ་ཚང་མས་ཚབ་ཞུས་ཏེ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ཕྱི་ལོ་ཉིས་སྟོང་ཉིས་བརྒྱ་ཟླ་བཅུ་དྲུག་པའི་ཚེས་ཉི་ཤུ་གཉིས་ཉིན་ཤེས་རིག་ལས་ཁུངས་ཀྱི་འགོ་ཁྲིད་འོག་སློབ་གྲྭ་ཁག་གི་དབུ་འཛིན་དང་སློབ་སྤྱིས་གལ་ཆེའི་སྨན་ཞབས་རྣམས་ལ་ཏོག་དབྱིབས་གཉན་རིམས་བཅུ་དགུ་ཡི་བར་ལི་གསུམ་པ་དང་འབྲེལ་བའི་སྔོན་འགོག་དང་སྦྲགས་འདྲི་གནང་ཕྱོགས་སྐོར་སྦྲགས་སྙན་ཚོགས་ཐུགས་རྟེན་བོད་མིའི་སྒྲིག་འཛུགས་ཀྱི་ཏོག་དབྱིབས་གཉན་རིམས་བཟའ་བཅའ་ལས་དོན་ཚོགས་ཆུང་གི་ཚོགས་གཙོ་འཕྲོད་བསྟེན་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་དང་སློབ་སྟོན་པ་སྐུ་ཡི་བླ་སྨན་པ་ས་འདུལ་ཟང་ཚེ་བརྟན་རྡོ་རྗེ་ལགས་སྐུ་ཡི་བླ་སྨན་པ་ཚེ་དབང་རྟ་མགྲིན་རྡོ་རྗེ་ལགས་དབུ་ཤོག་ཐོག་སློབ་གྲྭ་ཁག་གི་དབུ་འཛིན་དང་གལ་ཆེའི་སྨན་པ་སྨན་ཞབས་བཅས་མཉམ་ཞུགས་གནང་བའི་ཐོག་དེའི་ནང་རང་རེའི་མ་སུ་རི་བོད་ཁྱིམ་གྱི་དབུ་འཛིན་དང་སློབ་སྤྱི་གལ་ཆེའི་སྨན་ཞབས་བཅས་ཚོགས་འདུ་འདི་གལ་ཆེན་དུ་བརྩིས་ཏེ་མཉམ་ཞུགས་གནང་ཐུབ་པ་ཡང་བྱུང་ཡོད་འདུག། མ་ཟུར་བོད་ཁྱིམ་སློབ་ཆེན་གྱི་ད་རེས་གསར་འགྱུར་དང་གནས་ཚུལ་རྣམས་ངོ་དེབ་དང། YouTube གནང་ལུགས་ལ་གསན་གཟིགས་གནང་བ་མ་རྙེད་པ་གནང་རོགས་གནང། སླད་ཕྱིན་ལེ་ཚན་རྗེས་མ་གནང་བ་བྱེད་ཡོང། ཐུགས་རྗེ་ཆེ།